ཨ་ནེ་ད Google Forms ཟེར་བ་དེ Google Forms ཟེར་བ་དེ་ཁོ་རང་གི་ཁྱད་ཆོས་ཀྱི་ནང་དང་ཁོ་རང་གི་ལས་ཀ་བྱེད་ལུགས་གཙོ་བོ་ཅིག་ཟེར་ག་རེ་བྱེད་དགོས་པ་རེད་ལབ་པ་ཡིན་ན་ཨ་ནེ་ད་ང་ཚོ་གི་དེ་དྲ་རྒྱ་ཁག་ནས་ད་ང་ཚོ་གི་དྲི་བ་མང་པོ་ཅིག་དྲིས་ཨ་ནེ་ད་བསམ་ཚུལ་དེ་ལེན་ཟིན་ན་དྲི་བ་དྲིས་ལན་མང་པོ་ཅིག་བྱས་ནས་ད་དྲ་ལམ་ཁག་ཁག་དྲངས་ནས་ད་སོ་སོ་གི་དེ་ད་ཁོ་རང་ཚོ་མི་མི་དེ་ཚོ་གི་བསམ་ཚུལ་དེ་ཚོ་རྒྱུས་ལོན་བྱེད་དགོས་འདུག་འོ་དེ་འདྲ་བྱས་ཟེར་གི་ཨ་ལྟས་བོ་ཅིག་ན་འདྲ་དེ་འདྲ་གི་དོན་ཆེན་ཅིག་རེད་ཟེར། འོ་དེ་རེད། དེ་ནི་ད་ལྟའི Google Drive ནང་གི་ཆ་ཤས་གཅིག་རེད་འདུག་ཨ་འོ་དེ་རེད། དེ་ནི། ད་དེ་རིང་ངས་ངོ་སྤྲོད་བྱེད་ཡག་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཡིན་ཟེར་བ་ཡིན་ན། དཔེར་ན་དགེ་རྒན་གཅིག་དང་ཡང་ན། ཚོང་པ་གཅིག། ད་ནི་དགེ་རྒན་གཅིག་ལ་ཆ་བཞག་པ་ཡིན་ན་ཁོ་རང་གི་སློབ་ཁྲིད་བྱེད་ཡག་དང་སློབ་ཁྲིད་བྱེད་ཡག་དང། དེས་སློབ་མ་དེ་ཚོ་ཁྱེད་རང་ལ་མོས་མཐུན་ཡོད་པས་ཡང་ན། ངས་སློབ་ཁྲིད་བྱེད་ཡག་གི་ཐབས་ལམ་དེ་འགྲིག་གི་འདུག་པས་དེ་ལ་བསམ་ཚུལ་འདྲ་ཡོད་པས་ཟེར་ནས་ད་ཁྱེད་རང་གི། དེས་ཁྱེད་རང་གི་ད་བསམ་ཚུལ་ཡོད་འདུག་བསམ་ས་གི། འདི་རྟོགས་པ་དང་རྣམ་རྟོག་དུ་ཚོགས་མ་ཡིག་མཐོང་བ་ཐབས་ནི་དེ་ནི་སློབ་མ་དུ་ཚོགས་ཡིན་ནའང་འགྲིག་གི་འདུག་ཨ་ནི་ད་ཅར་ཅར་མཐོང་ནས་དྲང་བཞག་ཡིན་ནའང་ཨ་ནི་མི་སུ་ཞིག་གིས་མཐོང་བ་ཡིན་ན་ཁོ་རང་གི་དོན་གཉེར་མཁན་གྱིས་ན་དེ་ལ་ལན་རྒྱབ་བཞག་གི་རེད། ལན་རྒྱབ་བཞག་དུས་ན་ལན་རྒྱབ་མཁན་དེ་འཛམ་བུ་གླིང་གི་ས་ཆ་ག་བ་ཡོད་ན་ཁྱད་པར་ཡོད་མ་རེད། ཨ་ནི་དེ་གི་ལན་ཚོགས་མ་ད་ཁྱེད་རང་གི་ལོག་པ་ནང་འཇོག་རིགས་ཡོད་རེད། དེ་འདྲ་ཡིན་དུས་ན་ད་ཁོ་རང་ཚོ་གི་ལན་རྒྱབ་ནུབ་གི་བརྒྱ་ཆ་ལ་དཔག་ནས་ད་སོ་སོ་གི་ཡར་རྒྱས་གཏོང་ཡག་དང་ཡང་ན་རྣམ་གྲངས་འགྱུར་བ་གཏོང་ཡག་དང་ལ་སོགས་པ་གི་ད་རིགས་མང་པོ་ཞིག་བྱེད་ཆོག་གི་ཡོད་རེད། འོ་དེ་འདྲ་བྱེད་ཡག་གི། ཨ་དེ་རྣམ་པ་ཚོ་ལ་དེ་འདྲ་བོ་གཅིག་གི་ཐུགས་ཕན་སུ་ཡག་གི་ཆེད་དུ་ད་ངས་དེ Google Forms ཟེར་བ་དེ་ངས་ངོ་སྤྲོད་བྱེད་ཀྱི་ཡིན། དེ་ནས་དང་པོ་ད་འདི་དག་ནན་ཞུ། ཧོ་ནན་བཞག་ན་ད་འདི་འདྲ་དེ་ཆགས་རན་དགོས་འདུག་བ། དེ་ནས་དང་པོ་དེ་ཀར་བྱེད་དགོས་ན་མིང་བྲི་དགོས་ཀྱི་ཡོད་རེད་མིང་དེ་ངས་དེ་རིང་ཚོད་ལྟ་ཡི་གི་ཚོད་ལྟ་བྱེད་ཀྱི་ཡོད་ས། ད་ནི། དེ་ཚོད་ལྟ་ཡི་མིང་བཏགས་བཞག་གོ་དེ་འདྲ་ཚོད་ལྟ།

རིགས་རྣམ་པ་སྣ་ཚོགས་བརྒྱ་ཐམ་པ་ག་རུ་དགོས་ན་དེའི་ནང་ནས་ད་འདེམས་སུ་བཅུག་གི་རེད་ཟེར་ད་རུ་ཤེས་ཙམ་གྱིས། འདི་ནས་ད་ཁྱེད་རང་གི་སྔ་མ་བཟོ་བྱ་བ་དེ་ཚོར། བཟོ་ཚར་བ་དེ་གི་དྲི་བ་དེ་ཚོ་སྔ་མ་བཟོ་ཚར་རྒྱུ་གི་དྲི་བ་དེ་ཚོ་འདིའི་ནང་ལེན་དགོས་ན་ཡང་བསྐྱར་དྲི་མ་དགོས་བ་ཅན་ཁོ་རང་ཐད་ཀར་ནང་ནས་སོར་ལེན་ཆོག་པ་རེད་དེ་ལེན་ས་ཅི། ཨ་ནི་འདི་ལ་ཡང་ཡི་གེ་གི་དྲི་ས་ནི་ལ་ཅི་དགོས་ར་འདི་ལ་ཡིན་ན་པར་བཞག་ས་ཅི་འདི་ནས་བརྙན་བཞག་ས་འདི་ནས་སྡེ་ཚན་བཟོ་ས་རེད། ད་འདི་ཚོ་ཚང་མ་ད་ང་ཚོ་གི་ལག་ལེན་གི་ཐོག་ནས་ད་ཧ་གོ་ཡོང་གི་ཡོད་རེད། ཨ་ནི་དང་པོ་དེ་ད་ང་ཚོ་གི་ག་རུ་དྲི་དགོས་ཀྱི་འདུག་ལབ་པ་ཡིན་ན་དྲི་བ་ཅི་དྲི་དགོས་ཀྱི་འདུག་ད་དེ་ལ

དོན་འདི་འགོད་པར་བེད་སྤྱོད་ཡོད་ན་ཁོ་རང་གི་མིང་ཁོ་རང་གིས་བྲི་ཐུབ་ཀྱི་ཡོད། ཨཱ་ནི། ད་བྲིས་བྲི་བ་དང་འདིའི་མཚམས་གཉིས་ད་ཡང་ཁྱེད་རང་གི་པར་བཞག་ན་འགྲིག་གི་འོ་ད་འདིའི་མཚམས་ཨཱ་ནི། པར་ག་རེ་བཞག་དགོས་ཀྱི་ཡིན་ན་འདི་འདིའི་མཚམས་གཉིས་གཅིག། སོང་ནས་ད་འདི་ནང་ཚུད་ལ་པར་གི་ལན་ས་དགོས་ས་ཆ་འདྲ་མི་འདྲ་ཅིག་ནས་ལེན་ཆོག་གི་དོག་འདི་ནས་ལེན་ན་རེད་འོ་དེ་འདི་གི་པར་ལེན་ས་རེད། ཡང་ན་ཁྱེད་རང་གི་ཚོགས་པ་དེ་ཚོ་གི་ག་རེ་ལ་དགོས་རེད་མཚོན་རྟགས་དེ་ཚོ་བཞག་ན་ཡང་འགྲིག་གི་ཡོད་རེད།

ཁོ་རང་གི་མིང་དེ་མ་བྲིས་ན་ཁྱོད་རང་རྗེས་མ་དེ་ལ་འགྲོ་བཅུག་གི་མ་རེད་དེ་འདྲ་ཅིག་རེད་དེ་འདྲ་ཡིན་དུས་ན་འདི་གལ་ཆེན་པོ་ཤེས་དགོས་ཡ་ཅིག་རེད་ཟེར་ཨ་ནི་ཡིན་ན་ཡང་མི་མང་པོ་ཞིག་གིས་ད་ཁྱེད་རང་གི་མིང་བྲིས་ན་འགྲོ་པ་ཞིག་འདྲ་ཡོད་མ་རེད་དེ་འདྲ་ཡིན་དུས་ན་འདི་ཅིག་བྱ་ག་ཡིན་ན་དེ་མིང་དེ་བྲིས་ནའང་འགྲིག་གི་ཡོད་རེད་མ་བྲིས་ན་རིག་ག་ཁོ་རང་གི་གདམ་ཁ་ཅིག་ནས་བྲིས་ན་ཆོག་ཡོད་རེད་ཟེར་འོ་དེ་འདྲ་བ་ཅིག་རེད་འདུག་ཨ་ནི་ད་ང་ཚོ་གི་འདིའི་ཚབ་མི་འདེམས་སྲིད་དུ་འགྲིག་སོང་ཨ་ཅིག་ད་འདས་རྩོམ་བྲིས་ཀྱི་ན་འདི་ཅིག་དགོས་འདུག་ཨ་ནི་ཁྱེད་རང་གི་མིང་ཚར་སོང་ཨ།

སུམ་ཅུ་སོར་ལྔ་གི་བར་ཡིན། ད་ནི། སུམ་ཅུ་སོར་ལྔ་ནི། ང་གཅིག་ང་ལྔ་གི་བར་ཡིན། ད་དེ་ན་ལོ་ཚོད་སོ་སོ་གི་ད་ལོ་གཅིག་གཉིས་གསུམ་བཞི་ལྔ་དྲུག་གཉིས་བཞག་ན་འགྲིག་བས་རེད། གཅིག་གཅིག་གཅིག་གི་བར་དུ་བཞག་ན་འགྲིག་བས་རེད། དེ་ནི་ད་ང་ལྔ་ནི། སྟོང་ལྔ་བར་དུ་ཡིན་ཟེར་ན་ངས་མཚོན་བྱེད་དང་དུ་བཞག་པ་རེད། དེ་ནི། དེ་ལས་ཆེ་བ་དང་དེ་ལས་ཆུང་བ་ལ་སོགས་པ།

འདི་བཞག་བྱ་བ་ཡིན་ན་ཚོང་བ་འཁོར་བ་ནང་ལ་བཞི་བརྡེག་ཡོད་རེད་ད། འདི་སྔོན་ན་ཡིན་ན་ང་ཚོས་རྩོམ་སྒྲིག་བྱེད་ཆ་ཡིན་དེ་ནས་བྱེད་ཐབས་ཧ་གོ་གི་མི་འདུག་དེ་ནས་གླང་ཆེན་འདི་འདི་ངེས་པར་དུ་འདེམས་འདེམས་དགོས་ཀྱི་འདུག་ཨ། ཨ་བ་དེ་འདྲ་བྱས། དེ་ནས་གླང་ཆེན་འདི་ཚོ་གི་ཚབ་ལ་ཁྱེད་རང་གི། ཨ། འདི། ཨ། ག་རེ་ལབ་དགོས་རེད། པར་བཞག་ཆོག་གི་རེད་ལ་འདི་འདི་བཞག་ན། ཨ་ཨེ་ཤི་ཡ་གི་པར་ཅིག་བཞག་འདི་ནས། འགྲོ་ཚོང་འགྲོ་ས་ཞིག་ཡིན་ན་འདི་ནས་ཡང་ཨ་རི་གི་པར་ཅིག་བཞག་འདི་ནས་ཨ་ཧྥི་རི་ཀ། དེ་ནི་ཡོ་རོབ་དུ་ཚོགས་པའི་པར་བཞག་ཆོག་གི་ཡོད་རེད་ད། འདི་འདི་ཚོ་རྟགས་བཅོས་རྒྱུ་ཐག་བཅད་ནས་ཡང་ན་པར་བཞག་ཚར་ཡོང་གི་རེད། འོ་དེ། དེ་ནི་ད་ང་ཚོས་འདི་བཞག་གཏོང་ཤེས་སོང། དེ་ནི་ང་ཚོ་གི་ད་སྡེ་ཚན་གཉིས་པ་ཅིག་བཟོ་བྱ་གོ། སྡེ་ཚན་གཉིས་པ། འདི་སྡེ་ཚན། གཉིས་པ་སྟེ། ག་རེ་བྱེད་དགོས་དོན་ན་དཔེ་བཞག་ན་དགའ་ཕྱོགས་འདས་པ་ཅིག་བཞག་ཆོག་ག་ཚོད། དགའ་ཕྱོགས་འདས་པ། འདི་ལ།

ལ་དགའ་པོ་ཡོད། ད་ནི་ད་སློབ་མ་གཅིག་སོ་སོ་གི་སློབ་མ་གཅིག་འདེམས་དགོས་ན་ད་སློབ་མ་གི་དགའ་ཕྱོགས་དང་ངེས་བར་དུ་ཤེས་དགོས་གི་ཡོད་རེད་དེ་འདི་ན་ད་དེ་ན་ཆོས་ཁྲིད། ཆོས་ཁྲིད། ད་ནི་ཡང་ན་ལུས་རྟགས།

དེ་ནས་འདི་ན་ཀླུ་ཞིག། ད་རོ་ལས་བཟའ་ཏོ། དེ། པར་དེ་འདི་ན་ད་རོ་ལས་སོང། ཨ་ནི་ད་ཅི་ཡོང་གི་པར་དེ་ལ། ཅི་ལ་བཞག་གོ་ཆུང་ཆུང་ཡིན་ན་ཡོང་ཅི་ལ་བཞག་གོ་དེ། ཡོང་ན། ཨ་ནི་ཡིད་ལ་ད་ཡོང་ག་བ་བཞག་གོ་ཡོད་ན་འདི་ན་ཚགས་གསུམ་གྱི་དྲ་ཐིག་ཐག་གཅིག་ནས་འདྲ། དེ། དེ། ཡིད་ད་ཡོན།

འདི་གི་མཚམས་ཉིད་ལྟར་ང་ཚོ་སོ་སོ་གི་སྔོན་མ་བཟོ་ཚར་རྒྱུག་ཅིག་ལེན་དགོས་ཡོད། སྔོན་མ་བཟོ་ཚར་རྒྱུག་ཅིག་ལེན་དགོས་ཡོད་ན་འདི་དག་ཅིག་ནི་འདི་ནས་ཚང་མ་ཤར་ཡོང་གི་འདུག་ད་ངས་སྔོན་ན་བཟོ་ཚར་རྒྱུག་འདི་འདི་ཡང་འདི་ན་འདི་ན་ཤར་ཡོང་གི་རེད་ཁོ། ཚང་མ་འདི་ན་ཤར་ཡོང་འདི་ན་ཁྱེད་རང་གི། འདི་རང་གི་དྲི་བ་གི་སྡེ་ཚན་ག་ཚོད་ཅིག་འདེམས་དགོས་ཀྱི་ཡོད་ན། འོག་ཏུ་འདེམས་ཆོག་གི་ཡོད་རེད། ཨ་ནི། ད་ཡང་འདི་ག་རེད་ན་དཔེ་མཚོན་ཡིན་འདི་ན་འདི་ཅིག་འདེམས་འདི་དང་ངན་འདྲ། ད་ག་རང་འདེམས། ཁྱེད་རང་གི་སྡེ་ཚན་གཉིས་པ་གི་འདི་འོག་ལ་སླེབས་སོང། འོ་ད་འདི་འདི་གཉིས་ཀྱི་གོ་འོག་བརྗེ་དགོས་ཀྱི་འདུག་ལབ་པ་ཡིན་ན་ཁྱེད་རང་གི་དེ་དེ་འདི་དགོང་ལ་དགོང་ལ་ཁར་སོང་ན་དགོང་ལ་སླེབས་དགོས། དེ་དགོང་ལ་སླེབས་སོང། འདི་འདི་འོག་ལ་འགྲོ་སོང་བ་རེད། འོ་དེ་འདྲ་གཅིག་རེད། དེ་ནས་ད་ང་ཚོ་བརྙན་གྱིས་བཞག་དགོས་ཀྱི་ཡོད་རེད་པ་བརྙན་གྱིས་བཞག་དགོས་ཀྱི་ཡོད་དུས་ན། ཨ། འདི་ན་སྡེ་ཚན་གཅིག་རེད། དེ་ནས་ད་བརྙན་གྱིས་བཞག་དགོས་ཀྱི་འདུག་ཡང་བརྙན་ལེན་ན YouTube ནང་ཐད་ཀར་འཛུལ་འགྲོ་ཀྱི་འདུག་ཁོ་རང YouTube ནང་སོང་ཁྱེད་རང་དགོས་ཡག་དེ་ཚལ་ནང་འགྲིག་གི་ཡོད་རེད་དེ་ན་འདི་ན